ཚང་མ་ལ་བཀྲ་ཤིས་བདེ་ལེགས། ཡི་གེ་ར་རྟགས་བཅུ་བཞི་ཀློག་ནས་ངོ་སྤྲོད་ཞུ་གི་ཡིན། ར་རྟགས་བཅུ་བཞི་གསར་བརྗེ་ཀ། ཐ། ག། ཏ། ཐ། ད། ན། པ། ཕ། བ། མ། ཤ། ས། ཧ། འདི་ཚོ་ལ་ཡི་གེ་ར་བཏགས་ནས་ཀློག་པ་དེ་ལ་ར་བཏགས། ཀ་ར་བཏགས་ཀྲ་ཁ་ར་སྟག་ཁྲ། ག་ར་སྟག་བྲ། ཏ་ར་སྟག་བཀྲ། ཐ་ར་སྟག་ཁྲ། ད་ར་སྟག་བྲ། ན་ར་སྟག་བསྣ། པ་ར་སྟག་བཀྲ། ཕ་ར་སྟག་ཁྲ། བ་ར་སྟག་བྲ། མ་ར་སྟག་སྨ། ཤ་ར་སྟག་ཤ། ས་ར་སྟག་ས། ཧ་ར་སྟག་ཧྲ། དེ་ནི་ཡི་གེ། ཚོན་འདྲ་མ་འདྲ་བ་གསུམ་ཡོད་རེད། གསུམ་དེ་དང་པོ་སྔོན་པོ་དེ་ལ་སྔོན་པོ་གསུམ་དེ་ཀློག་སྟངས་གཅིག་པ་རེད། ཀ་ར་ཏག་ཀྲ། ཏ་ར་ཏག་ཀྲ། པ་ར་ཏག་ཀྲ། དེ་ནི་ཡི་གེ། དམའ་མོ་གསུམ་དེ་གཅིག་པ་རེད། སྒྲ་མདངས་གཅིག་པ། ཁ་ར་དག་ཁྲ། ཐ་ར་དག་ཁྲ། ཕ་ར་དག་ཁྲ། དེ་བཞིན། ཡི་གེ། སེར་པོ་གསུམ་ཡང་སྒྲ་མདངས་གཅིག་པ་རེད་ཀློག་སྟངས། ག་ར་དག་གྲ། ད་ར་དག་དྲ། བ་ར་དག་བྲ། དེ། ཀྲ། ཁྲ། སྒྲ། ཀ་ར་ཏཱ་ཀྲ། ཁ་ར་ཏཱི་ཁྲ། ག་ར་ཏཱི་གྲ། ད་ཡི་གེ་ནག་པོ་འདི་ཚོ། ཚོན་ཁྲ་ནག་པོ་འདི་ཚོ། དྲ་མདངས་ལོ་ག་ལ་བ་ཡི་རེད། ན་ར་ཏཱ་ན། མ་ར་ཏཱ་མ། ཤ་ར་ཏཱ་ཤ། ས་ར་ཏཱ་ས། ཧ་ར་ཏཱ་ཧྲ། ད་ན་ར་ཏཱ་ན།

ཏཱ་ཤ་ར་དྭགས་ཤ་ཟེར་ན་ཁོ་རང་ཤ་རང། ཁོ་རང་ནམ་རྒྱུན་གསར་བརྗེ་གི་དེ་ཤ། གཅིག་པ་ཆ་ཡོད་རེད། དགྲ་མདངས་གཅིག་པ་རེད། དེ་ནི་ས་ར་དྭགས་ས། ས་ས་རང་རེད་ཤ་ཤ་རང་རེད། ན་ཧ་ར་དྭགས་ཧྲ། དེ་ལོག་གར་ཧ་ར་ཏག་ཧྲ། ལ་སོགས། དེ་ནས་ད་ར་ཏག། གྲངས་ཀ་དེ་མ་འདྲ་བ་གསུམ་འདུག་ཅེ་རྩིས་དང་གསུམ་ཡོད་རེད། ཁ་ཤས་ཀྱིས་ར་ཏག་བཅུ་བཞི་ལ་ར་ཏག་བཅུ་བཞི་ལ་དེ་ན་ར་ཏག་ན་ཤ་ར་ཏག་ཤ། དེ་ཚོ་ཡོད་རེད། དེ་ནས་ར་རྟགས་བཅུ་གཉིས་ལ་འདི་གཉིས། ཡོང་ཡོད་མ་རེད། ཀློག་གི་མི་འདུག་ར་ན་ད་ན་ཤ་ར་ད་ཤ། དེ་ནས་ར་རྟགས་བཅོ་གསུམ་སྟེ། ཤ་ར་ད་ཤ་བཏང་གི་མི་འདུག་བྱས་ཙང་དེ་ལ་ར་རྟགས་བཅུ་བཞི་ཡོད་རེད་བྱས་ཙང་ད། ཞུ་སྟངས་ནོར་བ་དང་ཀློག་སྟངས་ནོར་བ་དེ་འདྲས་ཡོད་ན་གོ་འགངས་མེད་པ་ཞུ་གི་ཡིན།